ལུས་ཀྱི་ཡུལ་ཡོན་དྲུག་ཅུ་ཐམ་པ་དབང་ཐང་གི་ཡུལ་ཡོན་དྲུག་ཅུ་ཐམ་པ་སེམས་གསོ་དང་ལུས་དབང་ཐང་གསུམ་གྱི་སྒོ་ནས་བསྡུ་བསམ་དབྱེ་བ་བྱས་ཡོད་དུས་དེ་ལ་ཡང་སྨེ་བ་འདི་ལ་ཡང་སྨེ་བ། སྨེ་ཕྲེང་གི་སྨེ་ཕྲེང་ཟེར་ན་ཡང་མི་འདུག་ཚན་པ་གསུམ་རིམ་པ་གསུམ་གླེང་གི་ཡོད་གསུངས་པ་རེད་མཁན་ཚོ་ཨ་རིམ་པ་གསུམ་དེ་ག་རེད་ཟེར་ནས། སྨད་ཕྲེང་དང་པོ་སྨད་ཕྲེང་གཉིས་པ་སྨད་ཕྲེང་གསུམ་པ་དེ་ཡང་གོང་མ་འབར་བ་འོག་མ་ལ་ནི་འདུག་སླེབས་ཀྱི་ཡོད་གསུངས་པ་རེད། སྨད་ཕྲེང་གོང་མ་སྨད་ཕྲེང་ཚན་པ་དང་པོ་གོང་མ་ནོར་ལོངས་ལ་ཡང་འདས་ལ་ཡང་སྨད་བ་དྲུག་ཅུ་ཚང་མ་ཡོངས་རྫོགས་ཡོད་པ་བྱས། གཉིས་པ་ནོར་ལོངས་ལ་ཡང་འབར་བ་ནོར་ལོངས་ལ་ཡང་སྨད་བ་དྲུག་ཅུ་ཚང་མ་ལོ་རྒན་དྲུག་ཅུ་གྱི་སྨད་བ་རེ་རེ་ནས་དྲུག་ཅུ་ཚང་མ་ཡོད་པ་བྱས། ཐག་མ་འོག་མ་ནོར་ལོག་ལ་ཡང་ལོ་རྒན་འབྲུག་བཅུ་གི་སྨད་དབང་རེ་རེའི་འབྲུག་བཅུ་ཐམ་པ་ཡོང་སོང་ཡོད་རེད་ཅེས་པ་བྱས་ཙང་ད་ལྟ་རིམ་པ་གསུམ་འདུག་ཨ་རིམ་པ་གསུམ་ཕྲེང་བ་རྣམ་པ་གསུམ་དེ་ལ་རེ་རེ་རེ་རེར་ཕྲེང་བ་དང་པོ་འདི་ལ་དང་པོ་འདི་ལ་ཡང་འབྲུག་བཅུ།

ཐུགས་སྣང་གནང་དགོས་ཆེད་གར་ཡོད་རེད་ཟེར་ཡོད་དུས་སྨན་དབུས་ཀྱི་ད་ལྟ་འགྲོ་ལུགས་ཅིག་འདུག་བ། སྨན་དབུས་ཀྱི་འགྲོ་ལུགས་སྨན་དབང་གི་རྩིས་ལུགས་ཅིག་འདུག་བ་འོང་དེ་ག་འདྲས་རེད་ཞུས་པ་ཡིན་ན་སྨན་དབང་འདི་ག་དུས་ཡིན་ན་ཡང་གཅིག། གཉིས། གསུམ། བཞི། ལྔ་ལ་ནི་འཇབ་ལོག་ལ་འགྲོ་གི་མ་རེད། སྨན་དབང་འདི་ག་དུས་ནས་གར་ཡོད་རེད། དཔེར་ན་ད་ལོ་སྨན་དབང་གཉིས་ལྷག་གི་ཡིན་པ་ཡིན་ན།

ན་ནིང་གི་སྨེ་བ་ག་རེད་ན་ནིང་གི་གནམ་ལོ་གི་སྨེ་བ་དེ་སུམ་ཏིང་ལ་སུམ་ཏིང་རེད་བྱས་སམ་སུམ་ཏིང་ནི་བྱས་ནས་དངོས་རེད་བྱས་ན་ང་ཚོ་བདུན་ཅུའི་གར་རྩིས་ཀྱི་ཡོད་རེད་གཅིག་གཉིས་གསུམ་བཞི་བརྒྱ་ལོ་ལ་འགྲོ་གི་ཡོད་པ་འོང་སྨེ་བ་སྐབས་སུ་དེ་ནི་མ་རེད་བྱས་ན་ནིང་སུམ་ཏིང་རེད་དེ་ད་ལོ་ལ་གླེང་ཡོད་དུས་སྨེ་བ་ག་རེ་ལས་རེད་ཟེར་ཡོད་དུས་གཉིས་ནང་ལས་ཁེངས་སོང་སུམ་ནི་གཉིས་ལ་སུམ་གྱི་གཉིས་ལ་ག་རེ་ཡོད་རེད་གཉིས་ཡོད་བ་འོང། གཉིས་ལས། ད་ལོ་རྗེས་མ་གཉིས་ཀྱི་ངེས་ལ་གར་ཡོད་རེད་གཅིག་ཡོད་བ་འོ་གཅིག་ལ་མེད་ལོ་རྗེས་མ་དེ་ཅི་གར་ལིག་རེད་ཅེ་རེད་འོ་འདིས་ཁོ་རང་གི་རྩིས་ལུགས་ཟེར་ན་མི་འདུག་དགོན་པ་སྤོ་ཐང་གི་ལུགས་དེ་སྔོན་ལ་འགྲོ་བ་རེད་མ་གཏོགས་འཇབ་ལོག་ལ་འགྲོ་ཡ་དེ་འདི་གི་སྨད་བོད་ཀྱི་སྐོར་ལུགས་དང་རྩིས་ལུགས་མ་རེད་ལ་ནི་འདི་ཐུགས་ལ་གནང་མ་དགོས་ཡོད་ར་ད་འོ་དེ། འདིར་ཐུགས་དམ་གནང་བའི་ཐོག་ནས་ཏང་རྫོགས་རྩ་བ་ནང་ལོགས་ལ་འགྲོ་བ་ཡིན་ན་རྩ་བ་ནང་ལོགས་ལ་དམེ་ཕྲེང་འགས་ལ་དང་པོ་གར་བསམ་བློ་གཏོང་དགོས་རེད་དམེ་ཕྲེང་ཚན་པ་གསུམ་དམེ་ཕྲེང་རིམ་པ་རྣམ་པ་གསུམ་ཡོད་ན་ནི་ཞོ་ཡིན་པ་འོང་སྟེ་དམེ་ཕྲེང་རིམ་པ་རྣམ་པ་གསུམ་དེ་ཏག་ཏག་ང་ཚོ་ངེས་དགོས་ཀྱི་ཡོད་རྟགས་འདི་ཡིན་དུས་དམེ་ཕྲེང་རིམ་པ་རྣམ་པ་གསུམ་ཡོད་པ་འདི་ཏག་ཏག་ཧ་གོ་བ་བྱས་འདི་ཡིན་དུས་དམེ་ཕྲེང་དང་པོ་དེ་ལ་ཡང་འགོག་མ་གཉིས་པ་དེ་ལ་འབར་མ།

དཔྱིད་ཀ་ནས་འགོ་བཙུགས་རེད་ཅེས་པ། དཔྱིད་ཀ་ནས་འགོ་བཙུགས་ཡོད་དུས་སྨད་ཁྲིམས་དང་པོ་ལ་ག་ཚོད་ཡོད་རེད་ལོ་རྒན་དྲུག་ཅུ་ཐམ་པ་ཡོད་བ་དྲུག་ཅུ་གི་གྲངས་ཀ་དེ་ཏག་ཏག་བཟོ་ཡོད་དུས་ཐ་མ་དེ་ལ་གླེང་ཡོད་དུས་སྨད་བ་ག་རེ་གི་སྟེང་དུ་བཟོ་གི་རེད་ཟེར་བ་ཡིན་ན་སྨད་བ་ལྔ་ལ་གླེང་ཡོད་དུས་སྨད་ཁྲིམས་དང་པོ་དེ་བཟོ་དྲུག་རེད་ཅེས་པ་རེད་ལྔ་རུ་ཟས་ཟིན་ཡོད་དུས་ལྔ་ལ་གླེང་ཡོད་དུས་བཟོ་དྲུག་རེད་ཅེས་པ་རེད།

མདུན་ལ་འཁོར་ཚན་རིག་བདུན་པ་ནས་འགོ་བཙུགས་ནས་མི་ཕྲེང་ཐ་མ་དྲུག་ཅུ་གྲངས་ཀ་འདི་ལ་ཏག་ཏག་བཟོ་ཡོད་དུས་ཐ་མ་འདི་ལ་ག་རེ་ལ་ལས། གཉིས་སྣང་ཟེར་ཡོད་དུས་གཉིས་སྣང་གི་སྟེང་དུ་བཟོ་འགྲོ་གི་རེད་ཅེས་པ་རེད། བཟོ་འགྲོ་གི་རེད་བྱས་ཙང་མི་ཕྲེང་རིམ་པ་རྣམ་པ་གསུམ་གླེང་ཡོད་དུས་ཏག་ཏག་བཟོ་འགྲོ་ཡོད་ཙང་ཡང་གཉིས་སྣང་གི་སྟེང་དུ་ཡང་མི་ཕྲེང་གོང་མ་ལ་འགྲོ་གོང་མ་ནས་བར་པ་བར་པ་ནས་འོག་མ་ཡང་གོང་མ་ལ་ནས་འདུག་སྨྲ་བ་འདི་ག་དུས་ན་ཡང་ཨ་ནི་སྐྱེས་པ་ནས་སྐྱེས་པ་གི་བར་དུ་ཡང། ཆད་ལྷག་མེད་པ་འདུག་བསྐོར་ནས་ཡོང་གི་ཡོད་རེད་འགྲོ་གི་ཡོད་རེད་ཟེར་བའི་སྐད་ཆ་རེ་ཁེངས་སོང་འདུག་སུ་འགྲོ་གི་ཡོད་རེད་ཅེས་བྱས་ཙང་ཨ་གར་དུ། དེ་ལྟར་སྐྱེས་པའི་བར་དུ་ཡང་ཆད་ལྷག་མེད་པར་འཁོར་བ་ཡིན་ཡིན་ཟིག་ལ་སྐྱེས་པ་ནས་སྐྱེས་པ་ནས་སྐྱེས་པ་མ་སྟོང་གི་བར་དུ་ལ་སྨྲེ་བ་འདི་སྨྲེ་ཕྲེང་རིམ་པ་རྣམ་པ་གསུམ་འདུག་བསྐོར་ར་རྒྱག་གི་རྒྱག་གི་གནམ་ལོ་གི་སྨྲེ་བ་ཡིན་ནའི་འདྲ་འདུག་ག་རེ་ཡིན་ནའི་འདུག་སུ་གླེང་གི་ཡོད་རེད་ད་ཟེར་བའི་སྐད་ཆ་རེ་ཁེངས་སོང་བ་འདུག་ཟེར།

མ་གཞི་དབང་མེད་གང་སྐྱེ་ལུས། ཐུན་གསུམ་རླུང་སྟེང་སྲོག་མེར་འབྱར། གསུང་གོ། འདི་གར་གསུང་གི་ཡོད་རེད། ཐོག་མར་ང་ཚོ་ལུས་མེད་འདི་ཤེས་དགོས་ཀྱི་ཡོད་རེད། ལུས་མེད་ཟེར་ན་ག་རེད་ཟེར་གྱི་འདུག་སྐྱེ་མེད་ཟེར་དགོས་བ་རེད། སྐྱེ་མེད་དང་ལུས་མེད་གཉིས་ཀྱི་དོན་གཅིག་པ་རེད་མཁྱེན་སོང་ཨ། འདས་ནོ་ལོ་ཟླ། གང་སྐྱེ་ལུས་ཟེར་གྱི་འདི་གང་སྐྱེ་ལུས་ཟེར་གྱི་འདི་ལུས་མེད་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། སྐྱེ་མེད་དང་ལུས་མེད་གཉིས་ཀྱི་དོན་གཅིག་པ་རེད། འདི་ཡང་འདོད་ན་རུང་ཞིག་བསམ་བློ་གཏོང་བ་ཡིན་ན། སོ་སོ་གནམ་ལོ་ག་རེ་ལ་སྐྱེས་པ་འོང་སྟེ་གནམ་ལོ་གྱི་སྨེ་བ་འདས་གང་ཟག་སོ་སོ་སོ་སོ་གི་ག་རེ་ཆགས་ཀྱི་ཡོད་རེད། སྐྱེ་མེད་ཡང་ཆགས་ཀྱི་ཡོད་ལ་ལུས་མེད་ཡང་ཆགས་ཀྱི་ཡོད་གསུངས་པ་རེད། བྱས་ཙང་གང་སྐྱེ་ལིས་ལུས་ཟེར་གྱི་འདི་ཁྱོད་རང་གནམ་ལོ་ག་རེ་ལ་སྐྱེས་པ་རེད་འོང་སྟེ་གནམ་ལོ་གྱི་སྨེ་བ་དེ་ག་རེ་རེད་འདུག་ཡེ།

འདི་ཡོད་དུས་ད་དང་པོ་ང་ཚོ་སོག་སྨན་འདི་བཙལ་ཡོད་དུས་ག་རེ་བསྡད་ཡང་ཡར་བཞི་སོག་སྨན་བལྟས་ཟིག་ལ་ཡར་བཞི་ག་བ་ནས་ག་བ་བར་དུ་ལ་ཡར་བཞི་འགྲོ་དགོས་ཀྱི་ཡོད་རེད་དང་པོ་བཞི་འགོ་ཚུགས་ས་ག་བ་ནས་བཞི་བཟུང་ས་ག་བ་ནས་འགོ་ཚུགས་ནས་ག་བ་བར་དུ་ལ་དགོན་པ་བཞི་འགྲོ་དགོས་ཀྱི་ཡོད་རེད་ཟེར་ཡོད་དུས་སོ་སོ་གི་སྐྱེ་མེད་ལུས་མེད་དེ་ཡི་སྟེང་ནས་ཡག་ལ་གོམ་པ་བཞི་སྤོས་ནས་འགྲོ་བ་ཡིན་ན་ཁྱོད་རང་གི་སྲོག་མེད་རག་གི་རེད་ཅེས་པ་རེད། ཁྱོད་རང་གི་སྐྱེ་མེད་ལུས་མེད་དེ་ཡི་སྟེང་ནས་རྒྱབ་ལོག་ལ་གོམ་པ་བཞི་འགྲོ་བ་ཡིན་ན་ཁྱོད་རང་གི་དབང་མེད་རག་གི་རེད་གསུངས་པར་མཁྱེན་སོང་བ་ལྟ་འདི་ཡོད་དུས་ད་དཔེ་སྒྲོག་ཅིག་མ་ཞུས་པ་ཡིན་ན་དཔེ་འདི་དཔེ་མཚོན་ག་རེ་ལ་བཞག་གིན་ཡིན་ཟེར་ཡོད་དུས་ད་ལོ། ད་ལོ་སྐྱེས་པའི་གོང་ས་ཁོ་རང་ལ་ཞེ་ཆགས་ཆེ་ནས་འདུག་གོ། འདི་ཡིན་དུས། གོང་ས་ཁོ་རང་གི་སྐྱེས་མེད་དང་ལུས་མེད་ག་རེ་རེད་ཟེར་ཡོད་དུས་རྙེད་ན་ཡིན་པ་ཞེ་ཆགས་ཀྱི་སྟེང་དུ་འདུག་གོ། འདི་ཡིན་དུས་རྙེད་ན་ཡིན་པ་ཞེ་ཆགས་བྱ་བའི་སྟེང་དུ་འདུག་ད་ཡར་བཞིར་འགྲོ་དགོས་ཡོད་རེད་བ། ཡར་བཞིར་འགྲོ་དགོས་ཡོད་དུས་རྙེད་ནང་ནས་ཡར་ཟེར་ཡོད་དུས་མདུན་ལ་ཟེར་གྱི་ཡོད་རེད་མཁྱེན་སོང་ང། རྙེད་ནང་ནས་མདུན་ལ་འགྲོ་བ་ཡིན་ན། གཉིས། གཅིག་ཆགས་སོང་གོམ་པ་གཅིག། གཉིས།